ལོ་རྒྱས་སུ་འཇུས་སུ་བཅུག་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་ཡོ་སེབ་ཀྱིས་སྤུ་གུ་དང་ཨ་མ་ཁྲིད་ནས་ཨི་ཇེབ་ལ་བྲོས་འགྲོ་བའི་ལོ་རྒྱས་དེ་ལྟ་གི་ཡིན། མཁས་པ་རྣམས་སོ་སོའི་ཕ་ཡུལ་ལ་ལོག་འགྲོ་བ་དང་ཡོ་སེབ་ཀྱིས་རྨི་ལམ་ནང་དུ་ཕུ་ནག་ཞིག་ཡོང་ནས་གསུངས་པ། ཡོ་སེབ་ལ་ཡར་ལངས་ནས་སྤུ་གུ་དང་ཨ་མ་ཁྲིད་ནས་ཨི་ཇེབ་ལ་བྲོས་ནས་རྒྱུགས། ངས་ཡང་ཅག་སྐད་མ་སྟོང་བར་དུ་དེ་ལ་བསྡད། གང་ཡིན་ཟེར་ན་ཧེ་རོབ་ཀྱིས་སྤུ་གུ་དེ་བསད་འགྲོ་འདུག་ཞེས་གསུངས་པ་རེད། དེ་ནས་མཚན་མོ་དེ་ལ་ཡོ་སེབ་ཡར་ལངས་ནས་སྤུ་གུ་དང་ཨ་མ་དེ་ཁྲིད་ནས་ཨི་ཇེབ་ལ་བྲལ་འགྲོ་བ་རེད། ཁོང་རྒྱལ་པོ་ཧེ་རོ་དེ་མ་ཤི་བར་དུ་ཨི་ཇེབ་ལ་བསྡད་པ་རེད། དེ་ནས་ཡ་ཧོ་ཝཱ་དཀོན་མཆོག་གི་བཀའ་དེ་ལུས་བསྟན་པ་ལ་གནང་བ་ནང་བཞིན། ངའི་སྤུ་གུ་དེ་ཨི་ཇེབ་ནང་ནས་ཁྲིད་ཡོང་བ་ཡིན་གསུངས་པ་དེ་དངོས་སུ་བྱུང་ཡོད་པ་རེད། མཁས་པ་རྣམས་ཀྱིས་རྒྱལ་པོ་ཧེ་རོ་ལ་མགོ་སྐོར་བཏང་ཡོད་པ་དེ་རྒྱལ་པོ་ཡི་ཧག་གོ་བ་དང། ཁོང་ཁོང་ཁྲོ་ཆེན་པོ་ལོན་ནས་བེ་ཐེ་ལ་ཧམ་དང་ཟི་ཏི་ཡི་གཡས་གཡོན་དུ་ཡོད་པའི་གྲོང་ཁྱེར་ཚང་མ་ནང་དུ། སྤུ་གུ་ལུག་གཉིས་ལས་ཆུང་བ་ཚང་མ་བསད་དགོས་པའི་བཀའ་གནང་བ་རེད། དེ་ནས་ལུག་སྟེང་པ་ཨི་རུ་མ་ཡ་བརྗེས་ནས་ལུག་སྟེང་གནང་བ་དེ་བྱུང་བ་རེད། ན་ངའི་བཀོལ་སྤྱོད་བརྗོད་པའི་དབྱིན་སྐད་དེས། ར་མ་ཤེ་ཇ་ཡིད་དུ་གནང་བའི་ཐད། ར་ཧའི་ཤེས་བྱ་ཕྲུ་གུ་གཅིག་ཏུ་བསྔོས། ཕྲུ་གུ་མེད་པའི་སེམས་གསོ་མ་ནི་རྡོ་ཞེས་པས་གསུངས་པ་ལྟར་སྣང་ཞིང་སྦྲུལ་བ་རེད། ཧེ་རོ་ཤི་ཚར་བའི་རྗེས་སུ་ཡོ་སེབ་རྨི་ལམ་ནང་དུ་འཕུར་ན་ཞིག་ཡོང་ནས་གསུངས་པ། ཡོ་སེབ་ལ་ཡར་ལངས་ནས་སྤུ་གུ་དང་ཨ་མ་ཁྲིད་ནས་ཨིས་ར་ཨེལ་གྱི་ཡུལ་ལ་སོང། སྤུ་གུ་གསེར་བྲོ་བྱེད་མཁན་མི་དེ་ཤི་ཚར་རེད་ཞེས་གསུངས་པ་རེད། ཡོ་སེབ་ཡར་ལངས་ནས་ཨ་མ་དང་སྤུ་གུ་ཁྲིད་ནས་ཨིས་ར་ཨེལ་ཡི་ལུང་པ་ལ་འགྲོ་བ་རེད། འོད་ཀྱང་ཧེ་རོད་ཀྱི་བུ་ཨ་ཀི་ལེ་ཡཱ་དེས་རྒྱལ་པོ་ལ་ཆ་ཡོད་པ་ཁོང་གིས་ཁྲིད་ནས་ཡ་ཧུ་དཱ་ལ་འབྲེལ་ཡ་བྱེད་ནང་སྐྱེས་པ་རེད། སྨོན་ལམ་ནང་དུ་ཡོ་སེབ་ལ་གསུང་བརྡ་ཞིག་བཏང་ནས་དེ་ནས་ཁོང་ག་ལེ་ཡཱ་དུ་འགྲོ་བ་རེད། ག་ལེ་ཡེ་ཅེས་ན་ཛི་རཱ་ལ་སི་བཟླས་པ་རེད། དེ་ནི་སྔོན་མ་ལུས་བསྟན་པ་རྣམས་ཀྱིས་ཡེ་ཤུ་སྐོར་བྲིས་ཡོད་པ་དེ་བདེན་པ་བྱས་པ་རེད། ལུས་བསྟན་པ་རྣམས་ཀྱིས་བྲིས་པ་དེ་ནི་ཀུན་ནས་ན་ཛི་རཱ་བ་ཟི་གི་ཡོད་ཞེས་གསུངས་ཡོད།